ད་དེ་འདྲ་ཡིན་དུས་ཡིན་གཅིག་མིན་གཅིག་དཔེ་ཆ་མང་བལྟས་ནས་ཁྱེད་ཚོ་གཅིག་ག་ཚོད་རེད་སོ་སོ་སོའི་མི་ཤ་གི་བུར་བསྡད་ཁྱེད་ཚོ་མི་གོམ་པ་སོ་སོའི་ཚོགས་ཚུད་པའི་ཁ་ཐུག་གི་འདོད་པ་དེ་མི་སོ་སོ་སོ་འབྲུག་པ་འབྲུག་པ་བཀའ་རྒྱུད་ཡིན་ན་འབྲུག་པ་བཀའ་རྒྱུད་རང་གི་མི་བཤད་འདོད་ན་འདི་འབྲི་གུང་བཀའ་རྒྱུད་ཡིན་ན་འབྲི་གུང་བཀའ་རྒྱུད་རང་གི་མི་ལབ་འགྲོ་རུ་འདི་འདྲ་གར་གར་ཡོད་ནས་དེ་ཡི་དེ་སོང་འདི་བྱས་ན།

དངོས་ནས་དྲ་གནས་བོད་ཀྱི་སངས་རྒྱས་ཀྱི་ཆོས་འདི་བོད་པའི་བླ་མས་བཟོས་པ་རེད་བླ་མ་ཡིད་སེམས་རེད་ཟེར་ནས་ད་ལོ་ཡག་གོ་ཏག་ཏག་ཡང་ཆགས་པས་སོ་སོས་ད་ཁུངས་ཁུངས་སྐྱེལ་གྱི་ཡོད་ཚོར་ཆགས་པ་རེད་དང་འབུད་བྱེད་ཀྱི་ཡོད་ཚོར་ཆགས་པས་ང་ཚོ་དཔལ་ནཱ་ལེནྡྲར་བརྒྱུད་པར་བ། ངས་དཔལ་ནཱ་ལེནྡྲར་བརྒྱུད་པ་ཟེར་ནས་ཟེར་གོ་ཡ་གོ་ཡ། དགེ་ལུགས་པ་ཡིན་རྙིང་མ་ཡིན་བཀའ་བརྒྱུད་ཡིན་ས་སྐྱ་ཡིན་སི་ར་ཏི་ཨོ་ད་ང་བས་ད་གྲོགས་པ་རྒྱག་སོང། ཆོས་ལུགས་ཀྱི་འཐེན་འཁྱེར་བྱས་ནས་བྱས་ཨ་དེ་གི། སངས་རྒྱས་ཀྱི་བསྟན་པ་སྤྱི་ལ་ཡང་དེ་སྔ་བོད་ལ་ཡིན་ནས་བསྟན་པ་ནུབ་ཡག་གི་ཆ་རྐྱེན་གཅིག་དེ་ཆོས་ལུགས་ཀྱི་འཐེན་འཁྱེར་བྱས་ནས་བྱུང་སོང། དགེ་ལུགས་ནང་ལ་ཆ་བཞག་ན་ཤུགས་འདེང་དག་སོ་བྱུང་ནས་ཨོ་ད་དེ་གི་སངས་རྒྱས་ཀྱི་བསྟན་པ་སྤྱི་དེ་མགྱོགས་མྱུར་མེད་པ་ཆགས་ཡག་གི་ད་རྐྱེན་རྩ་བྱུང་དེ་བ་གསལ་པོ་ཆགས་རེད་ཤེས་སོང་ཨ། ང་ར་གལ་ལ་ཆ་བཞག་ནས་ང་སྔན་མ་ནི་ཁུ་ལམ་ར་བསྟན་འཛིན་རྒྱལ་མཚན་སྐུ་མདུན་ནས་གསུང་ཆོས་ཐོག་མར་ཞུས་པ་རེད། བྱང་ཆུབ་སེམས་འདོད།

ཨེ་ནི་གང་ལྟར་དགེ་ལུགས་པའི་བླ་མ་རྙིང་མ་བྱས་ནི་རྒྱལ་སྤྱི་གཞུང་འབྲེལ་གྱི་ཚར་བཅད་པ་རེད། ད་ག་ནང་བཞིན་གྱི་གཞུང་ཞབས་ཡི་ཨེ་མང་ཀུ་ཅི་རྙིང་མ་བྱས་ནི་ཨེ་ནི་རྡོ་རྗེ་གཞུང་འབྲེལ་གྱི་ཚར་བཅད་པ་རེད་ཟེར་ནི་འདུག་ག་ས་ཡིན་ཚིམ་ཆེ་ག་ད་དགོངས་པ་དེ་ཁོ་ཤ་ད་དེ་རྙོག་དྲ་རེ་མི་ཡོང་ངའི་དགོངས་ནི་ཨེ་ནོ་ངས་ཐང་ཟེར་ན་ཟེར་ནི་འདི་སོང་རེད། བྱས་ཙང་ག་ང་ཡ་ཆོས་ལུགས་ཀྱི་ཕྱོགས་ཞེན་གྱི་རྐྱེན་པས་ཆོས་དད་རང་མོས་མ་བྱུང་བ་རེད། ཅེས་གསུངས། དེའི་སངས་རྒྱས་ཀྱི་བསྟན་པ་ལ་གུས་བརྩི་ཕན་ཡོད་རེད། དགེ་ལུགས་ཀྱི་བསྟན་པ་ལ་གུས་བརྩི་ཕན་ཡོད་རེད་ཟེར་ན་ཕན་ག་གེ་ཡོད་མ་རེད། རེད་པ། ད་ཀྱང་དགེ་ལུགས་ཀྱི་གཞི་བསམ་གཏོང་དང། རེད་པ། ད་དེ་ནས་ཨེ་ནི་རིམ་པས་རིམ་པས་ཀྱིས། རྒྱལ་པོ་གཤོང་སྟེང་བསྟན་ཡང་དེ་སྔ་མོ་ངས་བསྟན་གྱི་ཡོད་རེད། ཨེ་ནི་རྒྱལ་པོ་གཤོང་སྟེང་བསྟན་ཡང་དེའི། ད་ངས་བརྟག་དཔྱད་བྱས་ནས་ཐོག་མར་གནས་གཞུང་བཀའ་ལུང་བསྐྱོན་པ་རེད། གནས་གཞུང་བཀའ་ལུང་བསྐྱོན་པའི་ཁ་ཐུག་ལ་ངས་གནས་གཞུང་ལབ་ཡིན།

རྒྱ་གར་མི་ཆེས་དཔོན་སློབ་ཉུང་ཤས་ཅིག་ད་རྒྱ་གར་ལ་ཕེབས་ཐུ་ཡ་ཅིག་ཡོད་མདོག་ཁ་བོ་རེད། ང་དེ་དུས་འགྱེལ་བ་ཞུ་སྐྱེས་སུ་བསྟི། ད་དེ་འགྱེལ་བ་ཡེ་བ་ཡིན་དུ་ཙང་ནས་ཨེ་ནི་རྡ་རམ་ས་ལའི་གཙུག་ལག་ཁང་བཞང་ནས་གུ་རུ་སྣང་སྲིད་སྲིད་གནོན་གྱི་སྐུ་ཅིག་ད་ཆེ་ང་ཅིག་བཞང་མ་རེད། ཐུར་ཆེན་པོའི་སྐུ་དེ་ཆད་ཐུར་ཆེན་པོ་རང་བྱུང་ངང་སྟེང་གི་སྐུ་དེ་ལྷ་ས་རང་བྱུང་ངང་སྟེང་གི་སྐུ་དེ་གཏོར་ཚར་རེད་བྱས་ལ་ཡ་ཨེ་ནི།

ཤུགས་ལྡན། ཨ་སད་འཁྱམས་པོ། བལྟས་ན། ཨེ་ནི་ཕན་ལས་འདས་པ་ཆགས་ཡོད་ཅེས་ཁྱེད་རང་གིས་གསུངས་པ་ཡིན་པ། དེ་དུས་ངས་ཁ་ཁ་སྡོད་ཟེར་ལབ་བྱུང་ཨང། ཨེ་ཁྱེད་རང་གིས་ཨ་འདྲ་བུ་དེ་དག་ལོ། ཧ་ལམ་བཅུ་གྲངས་ཕྱིན་ཡོད་རེད་ཨེ་ཁྱེད་རང་ཁ་ཁར་བསྡད་སོང་ཨང། ད་ནི་ཡག་པོ་ཆགས་བྱུང། ད་ད་ཆ། ཕ་ཆོས་ཀྱི། རྒྱལ་པོ་ཤུགས་ལྡན་ལྟས་ངན་གྱི་གྲལ་ནས། ད་ཕ་གི་བླ་མའི་ཞལ་ལུང་གསལ་ཅིག། བསམ། ཆེ་འདི་འདྲ་གི་གནས་ཚུལ་འདུག། བ་ད་མངལ་འདི་མ་རེད། མངལ་བ་ད་འདི་རེད། ཨ་ད་བ་ད། དེ་བྱས་ནས་ང་ཚོ་གུ་རུའི་འབུམ་ཚོགས་ཕུལ་གི་ཡོད་རེད། གུ་རུའི་འབུམ་ཚོགས་ཕུལ་རེ་ཁ་ཐུག་ལ། ཉིན་མ་གཅིག་གུ་རུའི་འབུམ་ཚོགས་ནམ་རྒྱུན་ཕུལ་དུས་ས་ནས། དེ་གངས་ཏལ་ཆོས་གླིང་གི་ཨ་ནི་ཚོ་ཡོང་གི་ཡོད་རེད། ཉིན་མ་གཅིག་ཨ་ནི་ཁྱོད་ལས་མི་འདུག། ག་ཆོས་རེད་ཟེར་ལ། ཡིན།

རྒྱ་གར་ལ་ཁྲིད་པ་ཡིན། ལྔ་བཅུ་ང་ཉེར་ལྔ་བཅུ་ང་བཞི་ལོར་རྒྱ་ནག་ཁྲིད་པ་ཡིན། ལྔ་བཅུ་ང་དྲུག་ལོར་རྒྱ་གར་ཁྲིད་པ་ཡིན། དེ་ནས། ལྔ་བཅུ་ང་དགུ་ལོར་ང་ཚོ་བཙན་བྱོལ་སླེབས་ཚར་ནས་ཐོག་མར་དགེ་རྒན་འོས་སྦྱོང་བཙུགས་པ་རེད། དེའི་འགོ་ཁྲིད་ལ་བཙུགས་པ་ཡིན། དེ་དུས་བ་ད་དགེ་རྒན་ཚོ་བྱས་ནས་མི་སྒེར་རྐང་ར་ལ་ཡང་ཚུགས་བསྡད་ཀྱི་ཡོད་རེད། དེ་དུས་ང་མི་སྒེར་གྱི་ཕྱིན་ཆད་འཛིན་མའི་འཇུག་རང་བསྡད་ཡོད། ཁོ་ཚོ་ཚང་མ་ལོག་ཡོད་སྲིད་ས་དེ་ད། ཅིག་རིས་སུ་མ་ཆད་པའི་རྒྱལ་བའི་བསྟན་པ།

ཁ་རེ་ཉན། ཨོ་ད། དད་པ་དམ་ཚིག་ལ་གཡོ་བ་རྒྱུན་མེད་པ་ཞིག་དད་སོང་ཞེ་དྲག་ཡག་པོ་ཡིན།